ད་སྤྱིར་བཏང། དེ་དག་རིག་པ་གསར་ཁོ་རང་འཛམ་བུའི་གླིང་འདིའི་སྒང་རིག་གནས་གསར་པ་ཞིག་རེད། ང་ཚོ་བོད་པ་ཕར་བཞག་ཞོག་འཛམ་བུའི་གླིང་ཁོ་རང་གི་སྒང་དེ་དག་རིག་པ་གསར་དེ་རིག་གནས་གསར་པ་གི་སྲོག་ལྟ་གྲུབ་ཞིག་རེད། རིག་གནས་གསར་པ་ཡིན་པ་གང་ཞིག་ལ། ཉེ་བའི་ཉེ་རབས་ལོ་རྒྱུས་ཀྱི་ནང་རིག་གནས་འདི་ག་རེ་བྱས་ནས་དར་ཤ་རེད་ས་རེད། དེ་ཡང་ང་ཚོས་ཡང་ཅིག་ཧ་གོ་དགོས་ཡ་དེ་གནད་འགག་ཆེན་པོ་ཞིག་རེད། དེ་དག་རིག་པ་དེ།

སྐད་བརྡ་རིག་པ་ས་ག་སྐད་ཡིག་རིག་པ་ས་ག་ད་ལྟ་རིག་གནས་འདི་དང་པོ་ཡོང་ཡག་གི་མ་ལག་དེ་གར་ཟེར་དགོས་ཀྱི་རེད། ལོ་རྒྱུས་འཕེལ་རིམ་ནང་ལོག་པ་གང་སྐྱེར་ཆེ་ཡག་གི་ནུས་པ་དེ་སྤེལ་ཡག་གི་ཆེད་དུ་བེད་སྤྱོད་བཏང་བྱ་དེ་འདྲི་གཅིག་རེད། ཕར་ཆེར་ཡོ་རུབ་ཀྱི་རྒྱལ་ཁབ་ཀྱི་མཐོ་སློབ་དགེ་དེའི་ནང་ལོག་པ། སྐད་བརྡ་རིག་པ་མེད་ཡ་ཡིན་པ་ཡིན་ན་མཐོ་སློབ་ཚད་ལྡན་གཅིག་ག་མི་ཟ། སྐད་བརྡ་རིག་པ་དེ་ཡིན་གཅིག་མིན་གཅིག་གོ་གི་ཡོད་པ། འོ་དེ་འདྲའི་ཁོ་རང་ཚོ་ལམ་སྲོལ་གཅིག་བྱུང་བ་རེད་བྱས་ཙང་ལམ་སྲོལ་དེ་ཡོང་ཡག་གི་ཡང་དེ་ཡི་བརྒྱུད་རིམ་དེ་ད་ལྟ་སྐད་བརྡ་རིག་པ་ཟ་གི་ཡོང་ཡག་གི་བརྒྱུད་རིམ་དེ་གི་དམིགས་ཡུལ་དེ་འདི་འདྲ་གཅིག་རེད། ད་སྐད་བརྡ་རིག་པ་དེ་འདི་འདྲའི་ཁྱབ་སྤེལ་མ་བྱུང་བའི་སྔོན་ལ།

སྤྱིར་བཏང་ཡོ་རོབ་ནང་ཡང་ཡིན་ན་ད་ལྟ་རྒྱལ་ཁབ་ཆ་ཚང་གཅིག་ད་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་ཆ་ཚང་ནང་ཁྱབ་པའི་ཆེན་པོ་ཞིག་རེད། ཨེ་ཤེ་ཡ་འདིའི་སྒང་ནས་སྐད་བརྡ་རིག་པ་ཡག་ཤོས་དེ་འཇར་པན་མ་གཞི་འཇར་པན་དེ་དེང་རབས་ཀྱི་རིག་གནས་ཡོངས་རྫོགས་ཡག་བོ་རེད། ལྷག་པར་སྐད་བརྡ་རིག་པ་ལ་ཧ་ཅང་ཡག་བོ་ཞུ་བ་ཞིག་རེད། ཆ་ཚང་བོད་ལ་ཡོང་ཡག་གི་སྐད་བརྡ་རིག་པ་དེ་འཇར་པན་རྒྱལ་སྤྱིའི་ཡོང་ཤག་རེད། འཇར་པན་རྒྱལ་སྤྱིའི་ཡོང་དགོས་ཡ་དེ་ཡང་བར་སྐབས་ཅིག་ནས་ག་རེ་རེད་ཟེར་ན་ད་ལྟ་མཚོ་སྔོན་ནང་ལོགས

བོད་པའི་སྐད་ཡིག་སློབ་སྦྱོང་བྱེད་བཞག་མཁན་བོད་པའི་སྐད་ཡིག་ཤང་ཆ་ཡོད་མཁན་བོད་པའི་རིག་གཞུང་ཤང་ཆ་ཡོད་མཁན་གྱི་མཁས་པ་རྒན་རབས་པ་གཅིག་ཡོད་རེད་ད་དགོངས་པ་རྫོགས་ཟིན་པ་རེད། ཁོ་རང་སྐད་བརྡ་རིག་པ་རེད་ཁོ་རང་གི་ཆེད་ལས་དེ་སྐད་བརྡ་རིག་པ་རེད། བྱས་ཙང་ཁོང་གི་སྐད་ཤང་ཆའི་བྱ་བའི་སློབ་མ་དང་ཕྱི་རྒྱལ་ད་ལྟ་འཇར་པན་ན་སློབ་སྦྱོང་བྱེད་བཞག་པའི་སློབ་མ་འོ་ད་དེ་དེ་ཚོ་ར་ཡོང་དེ་འདྲ་བྱས་ཅི་གཞི་ནས་ཨ་ནེ་ག་རེ་རེད་ཟེར་ན་བོད་ནང་དུ་བ་སྐད་བརྡ་རིག་པ་ཟ་གི་མི་གཅིག་གི་སོ་བརྡ་འདྲ་བོ་གཅིག་འདི་འདྲ་བྱས་ཆད་ཡོང་གི་འོ་ནི་ཚེ་དེ་འདྲ་གཅིག་རེད་ད་རྒྱ་གར་ནང་དུ་བ།

ཁར་སེར་པོ་རེད། སྐད་བརྡ་རིག་པ་གི་རིག་ཚན་དེ་དེ་འདྲའི་རྦད་དེ་ཚགས་ཚུད་པོ་དང་གྲ་འགྲིག་པོ་ཅིག་རང་སྐྱ་ཕལ་ཅིག་ཡོང་མི་ཐུབ་མི་འདུག། བྱས་ཙང་ང་ཚོ་བཙན་བྱོལ་ནང་དུ་ཡོད་མཁན་བོད་པ་ཚོ་སྐད་བརྡ་རིག་པ་གི་སྒང་རྒྱུས་ལོན་བྱེད་ཡ་དེ་ཕྱིར་ཉུང་ཉུང་ཆགས་ཡ་གཅིག་དེ་རྒྱ་གར་གི་གཞི་རྩའི་མཐོ་སློབ་ནང་ཡོད་བསྡད་ཡ་གི་སྐད་བརྡ་རིག་པ་དེ་མི་རིགས་རིག་པའི་མི་རིགས་རིག་པ་གི་ནང་ལོགས་གི་སློབ་ཚན་ཅིག་ཆགས་བསྡད་ཡོད་ཡིན་པ་སོང་ཙང་དེའི་ཆ་དེ་ནས་ཡིན་ས་རེད། སྤྱིར་བཏང་བྱེད་ཡ་ཡིན་པ་ཡིན་ན། རྒྱལ་ཁབ་གཞན་ལུང་པ་གཞན་ན་ཡིན་ན་གད་དག་རིག་པ་གད་དག་རིག་པ་རྒྱལ་སྤྱིའི་མི་རིགས་རིག་པ་ལྗང་ཡ། གད་དག་རིག་པ་ཁོ་རང་ཆེན་པོ་ཞུགས་ཅིག་རེད་ད་ལྷག་པར་ཧྥ་རན་སི་ཧྥ་རན་ས་ཆ་ཚོང་པ་ཡིན་པ་ཡིན་ན། གད་དག་རིག་པ་ཟ་ར་དེ། གད་དག་རིག་པ་མེད་ཡ་ཡིན་ན་ཧ་ལམ་མཐོ་སློབ་འཛིན་མ་ཆོག་མཐོ་སློབ་གི་འབྲས་མ་ཚ། གཞི་རྩའི་མཐོ་སློབ་ག་ནི་ག་ར་རྨང་གཞི་བསླང་ཡ་གི་ཆ་རྐྱེན་གཅིག་སྨན་ཡག་གི་བཟོ་ལྟ་འགྲུབ་ཅིག་ག་ཚིག་གི་རེད། བྱས་ཙང་ད་དེ་ནུས་ཚད་མང་པོ་ཅིག་ནི་ནུབ་ཕྱོགས་ཀ་དེ་འདྲའི་ཤུགས་རྐྱེན་ཆེན་པོ་ཞུགས་ཅིག་རེད་ཤག། ད་ནང་བཞིན་རྒྱ་ནག་ཡི་གད་དག་རིག་པ་དེ་རང་སྐྱ་ཕལ་བའི་སློབ་ཚན་གཅིག་རེད། ད་ཡང་རྒྱ་གར་དང་རྒྱ་ནག་མ་འདྲ་ས་གཅིག་ཡོད་རེད། རྒྱ་གར་ལ་ཕྱི་གི་སྐད་ཡིག་རྒྱ་ནག་ཡིན་པ་ཡིན་ན་ཕྱི་གི་སྐད་ཡིག་དེ་ཁ་ཐག་སློབ་སྦྱོང་བྱེད་ཡག་གི་ལམ་ལུགས་གཅིག་ཡོད་རེད། ཆུང་ཆུང་ཡིན་དུས་གང་ལ་བཟི་ནས་དབྱིན་ཇི་སྐད་ཡིག་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད། རྒྱ་ནག་ཡིན་པ་ཡིན་ན་དབྱིན་ཇི་སྐད་ཡིག་སློབ་སྦྱོང་བྱེད་ཡག་དེ་ཕྱི་ནས་རེད། སྐད་ཡིག་གཉིས་པ་གི་ངོ་བོར་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད། ཡིན་མིན་ན་སྐད་ཡིག་སློབ་སྦྱོང་བྱེད་མཁན་དེ་དབྱིན་ཇི་སྐད་ཡིག་སློབ་སྦྱོང་བྱེད་མཁན་དེ་ཆེད་ལས་སློབ་ཚན་གཅིག་ག། དམིགས་ཡས་ཟིན་ཅེས་སྦྱང་གི་ཡོད་པ་ཡིན་ན་གནས་ཚད་ལོག་པ་རེད། ཡིན་མིན་ན་སྐད་ཡིག་ད་ལྟ་ཡིན་གྱི་སྐད་ཡིག་ཡིན་ན་རེད་ཕྱིའི་སྐད་ཡིག་སློབ་སྦྱོང་བྱེད་མཁན་དེ་རྒྱ་ནག་གཞུང་གི་གཞུང་ཞབས། ཕྱི་འབྲེལ་ལས་ཁུངས་ཀྱི་ཚན་པ་གི་འོག་ནས་བསྡད་དགོས་མཁན་གྱི་ད་ལྟ་དེའི་འོག་ལ་ལས་ཀ་ལས་མཁན་གྱི་ལས་བྱེད། དེ་གས་དེ་དམིགས་བསལ་གྱི་ཆེད་གསོ་སྐྱོང་བྱས་ན་མ་གཏོགས་ཧ་ལམ། ཤེས་ཡོན་སློབ་སྦྱོང་གི་གཞི་རྩའི་བརྒྱུད་རིམ་གྱི་སྒང་ཨ་ཉིན་གཅིག་གི་སྐད་ཡིག་འབྲེལ་བ་ཅིག་ཡོད་པ་རེད། སློབ་ཚན་ག་འདྲ་ཞིག་སྦྱངས་དགོས་ཀྱི་ཡོད་པ་ཡིན་ན་རྒྱ་གི་སྐད་ཡིག་སྒང་ནས་རང་རྐྱ་འཕེར་བསྡད་ཀྱི་རེད། མེད་ཨ་ཡིན་པ་སོང་ཙང་ད་ཡིན་གཅིག་སྐད་ཡིག་སྦྱངས་དགོས་ཀྱི་ཡོད་པ་ཡིན་ན་སྐད་ཡིག་གཞན་དག་ཞིག་སྦྱངས་དགོས་ཀྱི་ཡོད་པ་ཡིན་ན་སྐད་ཡིག་གཞན་དག་དེ་སྦྱངས་ཡ་ལ་ཡང་ཐབས་ལམ་ཅིག་དགོས་ཀྱི་ཡོད་ཨ་ཡིན་པ་སོང་ཙང་དེའི་སྐད་ཡིག་གཞན་དག་དེ་འཇང་དབྱངས་ཀྱི་ཐར་ལམ་དེ་ག་རེ་གི་གོ་འཕྲོ་བྱེད་ཀྱི་རེད་ཟེར་དུས་གང་སྐད་དག་རིག་པ་གི་གོ་འཕྲོ་བྱེད་ཀྱི་ཡོད་པ་ཡིན་དུས། ད་གལ་སྲིད་སྐད་ཡིག་གཉིས་པ་གསུམ་པ་ག་རེ་སྦྱང་དགོས་ཀྱི་ཡོད་པ་ཡིན་ན་དེའི་སྦྱང་ཐུབ་ཡག་གི་ཆ་རྐྱེན་གཅིག་གི་ཆེད་དུ་སྐད་དག་རིག་པ་དེ། ད་ལྟ་མཐོ་སློབ་ཀྱི་ནང་དུ་བ་ད་མཐོ་སློབ་ཡོངས་རྫོགས་ཀྱི་ནང་དུ། སློབ་ཚན་ཆེན་པོ་གཅིག་གི་གོང་བ་བར་ཡོད་རེད་མ་གཞི། ད་ལྟ་འདི་ཆ་ལ་སྐད་བརྡ་རིག་པ་ཁྱབ་ཁོངས་ཆེན་པོ་ཞིག་རེད། སྤྱི་ཚོགས་སྐད་བརྡ་རིག་པ་གསར་ད་ང་ཚོ་འདི་ནི་སྐད་བརྡ་རིག་པ་གསར་འདི་སྐད་ཡིག་སྐད་བརྡ་རིག་པ་རེད། ད་དེ་རིང་སང་ཉིན་ནི་སྤྱི་ཚོགས་སྐད་བརྡ་རིག་པ་གསར་སེམས་ཁམས་སྐད་བརྡ་རིག་པ་གསར་ཁྲི་ཟུར་སྐད་བརྡ་རིག་པ་གསར་ད་སྐད་བརྡ་རིག་པ་གསར་ཁོ་རང་ནང་ལོགས་ལ་རྦད་དེ་རིག་ཚན་མང་པོ་ཤོས་ཅིག་དབྱེ་བ་ཕྱེས་ཀྱི་འགྲོ་གི་ཡོད་རེད་ཅེས་ཁྱབ་སྤེལ་བྱེད་ཀྱི་འགྲོ་གི་ཡོད་རེད་འོ་དེ་གས་དེ་ཡང་འདི་འདྲ་བྱས་རེད་ཟེར་ད་དེ་དང་པོ་དེ་ལ་ངོ་སྤྲོད་དེ་བྱས། ད་སྐད་བདག་ལབ་ཡོང་བའི་ནི་སྐབས། ཡང་དོགས་པ་ཅི་ག་རེ་རེད་ཟེར་སྐད་ཟེར་ལབ་བདག་ཟེར་ལབ་ལབ་ཡོང་བའི་ནི་སྐབས། སྐད་ཆ་དང་བརྡ་སྤྲོད་ཟེར་སྐད་ཡིག་དང་བརྡ་སྤྲོད་ཟེར་ཚིག་འདི་རྒྱབ་ན་བཟའ་གི་བསམ་བློ་དེ་འདྲ་ཅིག་ལྷག་སྲིད་པ་རེད་འདི་འདིའི་དོན་དག་མ་རེད་སྐད་གསར་དེ་སྐད་ཆ་ལ་སྐད་རེད། བདག་གསར་ཡོང་བའི་ནི་སྐབས་ལ།

རྩ་བའི་ཆ་ནས་ད་སྤྱི་དང་བྱེ་བྲག་གི་འབྲེལ་བ་ཡོད་རེད། ཡིན་པ་ཡིན་ན་ང་ཚོས། བོད་ལ་ཡིན་པ་ཡིན་ན་གད་ད་རིག་པ་ཟ་ར་དེ་ད་ལྟ་བར་དུ་ཁ་རི་གི་ཚབ་བྱེད་དེ་ཡོད་རེད་ཟེར་དེ་བརྡ་སྤྲོད་རིག་པ་ཟ་གི་བརྡ་སྤྲོད་གི་ཚབ་བྱེད་དེ་ཡོད་རེད། བརྡ་སྤྲོད་ཟ་ར་དེ་ག་དུས་ཡིན་ན་ཡིན་སྐད་ཡིག་དེ་གི་སྐད་ཡིག་དེ་གི་ཐུན་མོང་རང་བཞིན་གི་ཁྱད་ཆོས། ཐུན་མོང་རང་བཞིན་གི་ཁྱད་ཆོས་དེའི་སྒང་དེ་ཡོད་རེད་མ་གཏོགས་སྐད་ཡིག་དེ་གི་ཨ་ནི་ག་ར་ཁྱབ་ཁོངས་ཆ་ཤས་སོ་སོར་ཕྱེས་རྗེས་ཆ་ཤས་བྱེ་བྲག་པ་རེ་རེ་གི་སྒང་བར་ཞིབ་འཇུག་བྱེད་ཀྱིན་འགྲོ་གི་མ་རེད་ཞིབ་འཇུག་བྱེད་ཀྱིན་འགྲོ་གི་མ་རེད། སྐད་ཆ་གཅིག་ལ་ཐུན་མོང་བ་ཡོད་དེ་ཡག་གི་ཁྱད་ཆོས་དེ་ག་དེ་གི་སྒང་ནས

དེའི་རྒྱུ་མཚན་ཅི་རེད། བརྡ་སྤྲོད་དེ་མ་རེད། སྐད་ཀྱི་ཐུན་མོང་གི་སྣང་ཚན་དེའི་སྒང་ནས་སྒྲིག་གཞི་ག་རེ་འདུག་ས་དེ། ཚིག་ར་ནི་ག་རེ་ཁ་ཐག་བཏགས་གི་རིག་པ། བྱས་ཙང་སྐད་བརྡ་རིག་པ་གི་དེའི་རྒྱབ་ལོག་གི་འདི་འདྲ་ཅིག་ཡོང་དགོས་ཡ་གི་རྒྱུ་མཚན་དེ་ག་རེ་རེད་རྒྱུ་རྐྱེན་དེ་ག་བ་ཐུག་ཞག་ག་འདྲ་ཅིག་འཕེལ་རིམ་ག་འདྲ་ཅིག་ལ་སླེབས་རྗེས་ད་ལྟ་འདི་འདྲ་ཅིག་ཆགས་ཞག་ས་འོ་འདིའི་ཆ་དེ། བྱས་ཙང་དེའི་ཆ་ཡོང་དེའི་སྒང་ལ། ཁོ་རང་གཉིས་ཆ་གི་མ་འདྲ་ས་གི་ཆ་ཅིག་འདིའི་ཆ་དེ་ཞེས།

བྱིས་པ་གཅིག་ཀྱང་ཅིག་ཆགས་ཐུབ་ཀྱི་མི་འདུག་འོ། འདི་འདི་འདྲ་ཅི། ད་གོ་དོན་དེ་འདི་འདྲ་ཅི་ངོ་སྤྲོད་བྱས་ཅི། ད་གལ་ཏེ་འབྱུང་ཁུངས། ད་འདི་འདྲ་ཅི་ཅིག་ལབ་ཀྱི་ཡོད་རེད་ད་གས་ཆགས་དེ་ག་བ་ནས་འཁྱོངས་ཤག། ད་མི་ཡ་གས་ཆགས་དེ་ག་འདྲ་ཅིག་འཁྱོངས་བ་རེད་ཟེར་ཡོང་དེ་གང་ལ། ད་སྔ་ཕན་ཆད་ཀྱི་ལོ་རྒྱུས་ཀྱི་ནང་དུ་བ་གས་ཆགས་དེ་གཉིས་ནས་འཁྱོངས་ཤག། གཅིག་དེ་ནས་ག་རེ་བཤད་མཁན་གཅིག་དེ་གས་ཆགས་ཟེར་མཁན་དེ་ལྷ་ནས་འཁྱོངས་ཤག། ད་རྒྱ་གར་ཡིན་པ་ཡིན་ན་ལྷ་ནས་ཡོང་ན་དེ་རེད་པ། ག་རེ་རེད་ཟེར་དེ་གང། འཇིག་རྟེན་ཀོ་པ་པོ་འདོགས་གི་ཡོད་རེད་པ། འཇིག་རྟེན་ཀོ་པ་པོ་འདོགས་མཁན་ཡོངས་སུ་རྫོགས་པའི་སྐད་ཆ་དེ་ལྷ་གི་སྐྲད་ཤ་རེད། དཀོན་མཆོག་གི་སྐྲད་ཤ་རེད་དཀོན་མཆོག་གི་སྐྲད་ཤ་རེད་ཟེར་བ་དེ། ཁོ་རང་མངོན་གསལ་དོད་པོ་ཡིན་ན་རེད་མངོན་གསལ་དོད་པོ་མ་ཡིན་པ་ཡིན་ན་རེད། དངོས་གསལ་ཡིན་ན་རེད་ཤིག་ནས་ཡིན་ན་རེད་གང་ལྟར་སྐད་ཆ་ཟེར་བ་དེ་མིའི་གི་གསོད་ཤ་མ་ཡིན་པ་ཆེ་གང་ལྟར་དཀོན་མཆོག་ཡིན་ན་རེད་གཅིག་གི་མ་རེད་སྐྲད་ཤ་བའི་བཟོ་ལྟ་འགྲུབ་ཅིག་བསམ་བློ་བཏང་བསྡད་ཀྱི་ཡོད་རེད། ད་རྒྱ་གར་ཡིན་པ་ཡིན་ན། ད་ནཱ་ད་སྤྲོ་པའི་གཤོང་གཏད་དེ་ནང་ལོག་པ། ཡི་གེ་ཤེལ་པོ་གང་ཆུ་བསྲེས། ད་ཡི་གེ་ཤེལ་པོ་གང་ཆུ་བསྲེས་ཡོང་བའི་ནི་སྐལ་བ། གང་ཆུ་གི་ཡི་གེ་བསྲེས་བྱ་ཟེར་བའི་ནི་སྐལ་བ་ད་ནཱ་རི་མོ་ནང་བཞིན་འབྲི་ཡ་ཡོད་མཁན་གྱི་ཡི་གེ་དེ་བསྲེས་བྱ་ལག་པ་ཡོད་མ་རེད། གང་ཆུ་གི་ནི་ག་རེ་བྱང་སྟེའུ་ལན་གསུམ་ལ་སྤྲོ་པ་ནི་མིའི་རིགས་ལ་ངག་གི་རྒྱུན་དེ་ནི་ག་རེ་གོ་ཆོད་བྱ་རེད།

ཁོ་རང་གི་ནི་ག་རེ་སྒྲ་དེའི་མཚོན་བྱེད་ཀྱི་སོགས་ལྟ་འདྲ་བོ་ཅིག་ཡོད་རེད་དཔེར་ན་ང་ཚོ་འུག་པ་ལབ་རེད། འུག་པ་ལབ་དེ་གང། ཆ་དེ་གི་སྐད་རྒྱོགས་དེ་གང་འོའོ་འོའོ་ཟེར་བ་འདྲ་བོ་ཟེར་རྒྱག་གི་འདུག་བྱས་ཙང་དེ་ལས་འདི་བརྗོད་ཡ་རེད།

དེ་མ་རེད། སེམས་ཀྱི་འགྱུར་བ་ཕྱིར་མངོན་ཐུབ་བྱེད་ཡག་གི་ཆ་ནས་ཁྱུང་བྱ། དཔེར་ན་སྒ་ན་རྒན་མོ་དགོད་ཡ། སེམས་སྐྱོ་བ་ཡིན་ན་ངུ་ཡ། ད་ག་ནང་བཞིན་ག་རེ་རེད་ཟེར་ན། ལག་པ་གཅིག་ག་ཐུག་ཡོང་བ་ཡིན་ན་ཨ་ཚ་ཟ་གི་སོགས་ལྟ་འདྲ། ད་དེ་འདྲས་ག་རེ་རེད་ཟེར་ན་དགའ་སྐྱོ་ཆགས་སྡང་གི་རྣམ་དབྱེར་དེ་ཕྱི་རོལ་ཡུལ་ལ་སྟོན་པའི་གནས་སྐབས་བ་སྒྲ་གདངས་གཅིག་ཡོང་གི་ཡོད། འོ་དེའི་རྐྱེན་གྱིས་དེ་ནས་རིམ་པས་རིམ་པས་རིམ་པས་རིམ་པས་ཁྱུང་བྱ། ལབ་གི་ཡོད་རེད། ད། རིགས་གཅིག་གི། དེའི་ཙམ། ལར་དེ་ཡོད་རེད། སེམས་ཀྱི་ཚོར་བ་ཞིག་བྱུང་བ་དེ་ཉིད་ཤར་གྱི་སྐད་ཆ་ཡོངས་སུ་རྫོགས་པ་དེ་ཡོང་ཐུབ་ཀྱི་མ་རེད། སྐད་ཆ་ཡོངས་སུ་རྫོགས་པ་གྲུབ་པར་བྱེད་པ་ལ་ཆེས་ངེས་པོ་བརྡ་སྟོན་ཐབས་ལམ། རྒྱལ་སྤྱིའི་བྱུང་བ་རེད། ད་འདི་ག་རེ་ལབ་ཀྱི་ཡོད་རེད་ཟེར་དེ་གང། མ་བཤད་སྐད་ཆ་མ་བཤད་པའི་ནི་སྐུ་བ་ལགས་བརྡ་རྒྱག་ཡ་དང་ད་ཅིག་ཅིག་ཅིག་བརྡ་རྒྱག་ཡ་གི་སྐད་ཆ་གི་བརྡ་མ་འཁྱོངས་པའི་སྔོན་ལ། གཟིགས་པའི་བརྡ་གཅིག་ཡོད་རེད་པ། གཟིགས་པའི་བརྡ་གཅིག་ཡོད་ཡིན་པ་སོང་ཙང་ངེས་པོ་ཡིན་ན་རེད་ག་རེ་ཡིན་པ་ཡིན་ན་རེད་དེའི་བཟོ་ལྟ་སྟོན་ཡ་དེའི་བཟོ་ལྟ་སྟོན་ཡ་གཅིག་བྱུང་བ་རེད། དེའི་བཟོ་ལྟ་སྟོན་ཡ་དེའི་ངག་ནས་དེ་དང་མཉམ་དུ། དེའི་ངག་གི་རམ་འདེགས་བྱེད་ཡ་ཡིན་པ་སོང་ཙང་དེ་འདྲ་བསྟན་རྗེས་སྐད་བརྡ་དེ་བྱུང་ཞག་སྐད་ཆ་དེ་བྱུང་ཞག་ལབ་ཡོད་རེད། དེ་ལབ་ཡོང་བའི་ནས་ཀ་བ་ཡིན་ད་དང་པོ་གསུམ་དེ། སྐད་ཀྱི་སྐད་བརྡ་ཡོང་ས་གི་ཆ་ཤས་རེ་རེ་རེད། ཡིན་པ་ཡིན་ན་ཡིན། ཡོངས་སུ་རྫོགས་པ་རེད་མི་འདུག། འདི་གས་དེ་ཆུང་བའི་རྗེས་ལ་མི་རྣམས་ཀྱི་ཐག་གཅོད་དང་གཏན་འབེབས་བྱས་པ་རེད། ད་དཔེར་ན། འདི་ར་ཅག་ལགས་ཅིག་ན་ཅིག་ས་འདྲ་བོ་བཟང་ཨོ་འདི་མིན་ལ་ས། ང་ཚོས་ད་ད་ནས་བཟུང་ད་ནས་བཟུང་དེ་ས་ལབ་དགོས་ཀྱི་རེད། འདི་གནམ། གནམ་ལབ་དགོས་ཀྱི་རེད། འདི་འདྲ་ཅིག་ཐག་གཅོད་ཅིག་གཏན་འབེབས་བྱེད་ཅིག་ཡོང་བ་རེད། བྱས་ཙང། སྐད་ཆ་དེ་ག་རེ་རེད་ཟེར་ན་སྔོན་མའི་མིའི་ཚེ་ག་རེ་ཐག་གཅོད་ག་རེ་གཏན་འབེབས་བྱེད་ཅིག་ཡོང་བ་རེད་ཟེར་ལབ་ཀྱི་ཡོད་རེད། ད་ཡང་ཁ་ཞིག་གིས་དེ་མ་རེད།

ཤིག་ཆིག་ཤིག་དེ་རིང་ནུབ་ཕྱོགས་ཀྱི་ནང་དུ་ངལ་རྩོལ་བྱེད་ཡོང་བའི་ནི་ཀ་བ་ཕྱི་རོལ་ཡས་དང་ཐབས་དགོས་པའི་ནི་ཀ་བ་ཕྱི་རོལ་ཡས་དང་ཁ་གཏད་བཅག་པའི་ནི་ཀ་བ་ལས་ཀ་ལས་པའི་ནི་ཀ་བ་གང་ལྟར་མི་ག་དེ་དང་མཉམ་དུ་དེ་རམ་འདེགས་བྱེད་མཁན་གྱི་སྒྲ་གདངས་གཅིག་ཡོང་གི་ཡོད་ཡིན་པ་སོང་ཙང་སྒྲ་གདངས་དེ་སྐད་ཆ་ཡོང་ཡག་གི་རྒྱུ་མཚན་རེད་ད་ནི་ཚན་རིག་པའི་བདེན་དཔང་མང་པོ་ཅིག་བྱེད་གི་ཡོད་རེད་ག་རེ་རེད་ཟེར་དུས་གང་ང་ཚོ་འདི་གཟུགས་པོ་བ་མིའི་སྐྱེ་ཁམས་ཚན་རིག་གི་ནང་དུ་བ་སྐྱེ་ཁམས་ཚན་རིག་གི་ནང་མིའི་གཟུགས་པོ་བ་བལྟ་གི་ཡོད་བྱས་ཙང། སེམས་ཅན་ཆ་ཚང་ཁ་ནང་ནས་བསྒྲལ་ཡོང་གི་འདུག་ལྟ་ཡིན་ན་རེད་སྤོང་གི་ཡིན་ན་རེད་ཁྱི་ཡིན་ན་རེད་ཤི་མི་ཡིན་ན་མི་ཡི་གི་སྐད་ཆ་དེ་ཡོང་ཐུབ་གི་མི་འདུག་ད་ག་རེ་བྱས་ནས་མ་ཡོང་བ་རེད་ཟེར་བལྟས་ཡོང་བའི་ནི་ཀ་བ་བྱས་ཙང་དགེ་བ་གཅིག་དེ་གེགས་སེ་དེ་ང་ཚོ་ཡར་ར་སང་བྱ་གཉིས་དེ་ནི་ཀ་ར་དགེ་བ་དེ་ལ་ལུབ་ཆགས་ཡོང་དེ་ག་འདིའི་དགྲ་འཇིམ་མ་ལག་གི་གློ་བ་དང་འདིའི་མ་ལག་དགེ་དེ་གི་ཁུངས་དགེ་དེ་སང་རྗེས་བཟོ་བལྟ་འདྲི་དེ་ནས་ནི་ཀ་རེ་རེད་ཟེར་ན། གཟུགས་པོ་གི་རྩོལ་བ་དང་དེ་དེ་བསྟན་ཅིང་ད་ལྟ་ང་ཚོ་ཁ་གི་ནང་དང་མགྲིན་པ་དང་མུན་པ་གི་ནི་ག་རེ་རེད་ཟེར་ན་དེ་དེའི་རྣམ་འགྱུར་དེ་མ་འདྲ་བ་མཐོང་ཡ། འོ་དེ་ཚོ་ཆ་ཚང་དེ་ངལ་རྩོལ་བྱས་ཡ་ལ་གྱེར་མ་བསྟན་ཅིང་འགྱུར་བ་བྱུང་བ་རེད་ཟེར་ད་དེ། རྣ་བའི་མིག་གི་རིས་སྒྲོམ་ནི་ད་ལྟའི་མིག་གི་རིས་སྒྲོམ་བར་བརྟག་དཔྱད་བྱེད་མཁན་ཆ་ཚང་གི། འདི་འདྲ་ཅིག་ཁུངས་སྐྱེལ་ཅིག་བྱེད་ཀྱི་ཡོད་རེད། འདིའི་ཁུངས་སྐྱེལ་བྱེད་ཡོང་བའི་ནི་སྐབས་ལ་ད་ང་ཚོའི་མི་ཡ་འདི་དྲ་ཅིག་སྐད་ཆ་བཤད་ཐུབ་ཡ་དེ། ཡང་གཅིག་ནས་ནི་ག་རེ་གཟིགས་པོ་གི་དྲ་འཇིམ་མ་ལག་དང་ད་ལྟ་འདིའི་སྐྱེ་ཁམས་སྐྱེ་གནས་དང་འདི་ལ་སོགས་པའི་འདི་གས་དེ་འགྱུར་བ་ཅིག་ཕྱིན་ན་མ་གཏོགས་ཡོང་གི་མི་འདུག་ཟེར་ད་དེ་མི་དགོས་ལ་ཡི་དྭགས་ཅིག་བྱས་རེད་ཡི་དྭགས་ཅིག་བྱས་ཡོང་དེ་ག་དྲ་འཇིམ་མ་ལག་གི་ནི་ག་རེ་ང་ཚོའི་དབུགས་དེ་ནི་ག་རེ་ཐང་ཅིག་ཡར་ལེན་ཡ་དང་འདིའི་བར་གི་ཡིན་རང་སྟོང་ཅིག་ཡོད་རེད་པ་འདིའི་ཆ་དེ་ནི་སྒྲུབ་ཐུབ་གི་མེད་ཡ་ཡིན་པ་ཅིག་བྱས་ཙང་འདི་འདྲའི་མང་པོ་ཅིག་གི་ཕྱི་མ་འདི་ལྟ་བས་དེ་སྐད་བརྡ་ཚད་ཉེས་པ་འཁྱོངས་ས་དེ་འདི་རེད་ཟེར་བ་དེ་ད།

ད་འདིའི་གནད་འགག་ཆེན་པོ་ཤོས་ཤིག་རེད་ད་འདིའི་ནང་དུ་བ་ད་ལྟ་ང་ཚོ་མ་འདང་བའི་ཆ་མང་པོ་ཤོས་ཤིག་ཡོད་རེད་ད་དྲ་དང་རིག་པ་འདི། ད་ལྟ་ང་ཚོ་ནི་ག་རེ་རེད་སྐད་དང་རིག་པ་ནང་སློབ་ཕྱི། སློབ་ཚན་སྤྲོ་སྐྱིད་ཀྱི་ནི་ག་རེ་རེད་ཟེར་ན་དྲ་དང་ཅིག་ད་ང་ཚོ་ཡོད་རེད་དྲ་དང་ཅིག་ད་ཡོད་རེད་ད་ལྟ་བོད་པ་སྒོ་བདེ་ཡག་གི། རྒྱལ་སྤྱིའི་དྲ་ཐག་གི་ནང་དུ་བ་ད་དྲ་དང་གི་གི་མཚམས་ཡོད་རེད་ཟེར་ན་དེ་གས་དེ་ཆ་ཚང་ཞིབ་འཇུག་བྱེད་ཆེད་གསར་བོ་བྱས་ཡོད་རེད། བྱས་ཙང་སྒྲ་རྟག་ཏུ་གལ་ཏེ་ང་ཚོས་སློབ་སྦྱོང་བྱེད་དགོས་ཡ་དེ་གནད་འགག་ཆེན་པོ་ཞུ་གཅིག་རེད་ཞིང། སྒྲ་རྟག་ཏུ་གལ་ཏེ་སློབ་སྦྱོང་བྱེད་མ་ཐུབ་པ་ཡིན་པ་ཡིན་ན། ང་ཚོས་ཡིག་སྐད་ལ་ཞིབ་འཇུག་བྱེད་ཐུབ་ཀྱི་མི་འདུག་རྒྱུ་མཚན་ག་རེ་རེད་ཟེར་དུས་གང། དཔེར་ན། ང་ཚོས་ཡ་ནི་ཀ་ར་པར་ཏི་གི་སྐད་ལ་ཞིབ་འཇུག་བྱེད་ཀྱི་ཡོད་པ་ཡིན་ན། ད་ང་ཚོས་པོ་ལ། ང་རང་ཚོའི་སྐད་ཀྱི་ནང་ལོགས་པ་ང་ཚོའི་སྐད་ཀྱི་ཡི་གེ་ང་ཚོའི་ཡི་གེ་དེ་སྒྲ་རྟག་གི་ཡི་གེ་སྒྲ་གདངས་ཀྱི་ཡི་གེ་རེད་ཡིན་པ་ཡིན་ན། ང་རང་ཚོའི་གདངས་མི་འདྲ་བ་ཁ་ཤིག་ལུང་གི་ཡོད་རེད། ཨ་མདོ་ཚོ་མང་ཆེ་ཤས་གདངས་མ་འདྲ་བ་ཅིག་ཡོད་རེད། ཁམས་པ་ཚོ་གདངས་མ་འདྲ་བ་ཅིག་ཡོད་རེད། འོད་གསལ་གདངས་མ་འདྲ་བ་ཅིག་ཡོད་རེད། དེའི་ནང་དོག་ནས་ཡང་འོད་གསལ་ཆ་མཚོན་པ་ཡིན་ན། འོད་པ་དེ་གའི་དེའི་གདངས་ཀྱི་རྣམ་འགྱུར་གཙང་པ་དེ་གའི་དེའི་གདངས་ཀྱི་རྣམ་འགྱུར། ངག་རིག་གི་གདངས་ཀྱི་རྣམ་འགྱུར་དེ་གསུམ་མ་ཁྱད་པར་ཆེན་པོ་བྱུང་རེད། ཁམས་མ་ཡི་དག་རང་རེད། བར་ཁམས་སྟོད་རྒྱུད་བར་ཁམས་བར་རྒྱུད། བར་ཁམས་སྨད་ཀྱི་སྐད་ཀྱི་ནང་དོག་བ་བའི་དེའི་གདངས་ཀྱི་རྣམ་འགྱུར་བའི་དེ་མ་འདྲ་བ་རེད་བའི་དེ་མ་འདྲ་བ་རེད། ཐ་ན་ཕ་ར་ཤ་ཤོག་སྡེར་སྐྱིད་དང་དྲི་ཧོར་གཉིས། ཡར་ཤོག་མར་ཤོག་དེ་རེད། ཁྱད་པར་ཆེན་པོ་བྱུང་རེད། ཁྱད་པར་ཆེན་པོ་ཞུ། ད་ཨ་མདོ་གི་ནང་དུ་བ་ད་རང་རེད། རྨ་ཆེན་གི་ལྷོ་བྱང་གཉིས་ཆ། ད་ག་ནང་ཆེན་ཨ་ནི་ཀ་ར་རྔ་བ་གི་ཕྱོགས་མགོ་ལོག་གི་ཕྱོགས། ད་ས་ཕྱོགས་ས་ཕྱོགས་ཅན་གྱི་སྒྲ་གདངས་ཀྱི་རྣམ་འགྱུར་མ་འདྲ་བ་མ་འདྲ་ཅིག་ཡོད། དེའི་གི་སྒྲ་གདངས་གཅིག་གི་བྲིས་བྱ་དེ་ཕ་རོལ་པའི་འཇིམ་བྱ་གི་སྒྲ་གདངས་ཅི་མ་ཇི་བཞིན་འཇིམ་གི་མ་རེད། ཁོ་རང་ཚོའི་སྐད་ཀྱི་ནང་ཁང་ཡོད་མཁན་དེ་མ་གཏོགས། སྐད་བརྡ་ཞིབ་འཇུག་བྱེད་ཡ་གི་སྒྲ་གདངས་གཅིག་སྒྲ་ཚིག་པ་བརྡ་རྟགས་ང་ཚོ་བེད་སྤྱོད་བྱེད་ཐུབ་ཀྱི་ཡོད་མ་རེད། བྱས་ཙང་ད་འདི

བྱས་ཙང་དེ་གའི་སྟེང་མ་འདྲ་བ་མ་འདྲ་བ་ཞིག་གདང་གི་ནམ་མཁའི་ཕྱི་མ་ཇི་བཞིན་གསལ་ཐུབ་ཡག་གི་ནུས་པ་ཞིག་ཡོད་ཡིན་པ་སོང་ཙང། སྒྲ་རྟགས་སྒྲ་གདངས་རིག་པ་གསར་བ་དེ་གནད་འགག་ཆེན་པོ་ཤུགས་ཆགས་ཤག་ཟེར། ང་རང་ཚོ་བོད་པའི་སྐད་ཡ་ཆ་ཚང་མ་ཡིན་པ་ཡིན་ན། ད་ད་ལྟ་ང་ཚོས་ཡར་རྒྱས་བཏང་རྗེས། ཁྱབ་ཁོངས་ཇེ་བརྟན་ལ་བཏང་རྗེས་འདི་བྱེད་དགོས་ཡ་དེ་སྒྲ་གདངས་རིག་པ་གི་གང་ཞིག་རྒྱག་དགོས་ཡ་དེ་གནད་འགག་ཆེན་པོ་ཤུགས་ཆགས་ཤག་གཅིག་དེ་དེ་རེད། གཉིས་པ་དེ་ད་དེ་རིང་སང་ཉིན་འཛམ་བུའི་གླིང་ཆུང་རེ་འགྲོ་གི་ཡོད་རེད། མིའི་ཕན་ཚན་གི་བར་འབྲེལ་བ་དེ་ཇེ་བསིལ་བ་འགྲོ་གི་ཡོད་རེད། ནུབ་ཕྱོགས་ཁག་ཡིན་ན་སྐད་ཡིག་གཅིག་སློབ་སྦྱོང་བྱེད་ས་དེ་དཀའ་ལས་ཁག་པོ་ཞིག་གང་ལྟར་བརྩི་གི་མ་རེད་ད་ང་ཚོ་ཧ་ལམ་སྐད་ཡིག་གཅིག་ད་སྐད་ཡིག་གསར་པ་ཟིག་སྦྱང་དགོས་ཀྱི་རེད་ཟེར་དེ་གང་ལྟར་ཧ་ལམ་ད་གར་སེལ་དགོས་ཀྱི་རེད། བཙོན་ཁང་ནང་ཁྲིད་ཀྱི་ཡོད་པ་དང་གཅིག་པ་ཆ་ཚང་འོག་ད་འགུག་ན་ཟེར་ད་དེ་ཡོང་གི་མ་རེད་ཟེར་ད་ད་དང་པོ་ཉིད་ནས་ད་རྦད་དེ་ཧ་ཧ་ལས་བསྡད་ཀྱི་འདུག་ཆས་གཙང་སྒྲ་རྟགས་སྒྲ་གདངས། རིག་པ་རྒྱས་བྱེད་སྒྲ་གདངས་ཚད་ལྡན་ཅིག་སློབ་སྦྱོང་བྱེད་དགོས་ཀྱི་ཡོད་པ་ཡིན་ན་དེ་གས་དེ་ག་གདངས་ཀྱི་རྣམ་འགྱུར་དེ་ཁོ་རང་ཚོ་མིའི་ནང་བཞིན་འཇིམ་ཐུབ་ཡག་གི་སྒྲ་རྟགས་དེ་སྦྱང་བྱ་ཡོད་ཡིན་དེ་གང་སྒྲ་གདངས་དེ་ཐོན་ཐུབ་ཀྱི་རེད། ག་རེ་རེད་ཟེར་དེ་གང། ང་རང་ཚོས་སྐད་ཡིག་ག་རེ་སྦྱང་བ་ཡིན་པ་ཡིན་ན་སྒྲ་གདངས་ཇི་མ་ཇི་བཞིན་མ་ཐོན་པ་དེ་གནས་དང་བྱེད་པ་རྩོལ་བ་ཟེར་ད་ང་ཚོས།

གལ་ཏེ་གྲུབ་ཆ་ལ་འགྱུར་བ་ག་རེ་འགྲོ་གི་རེད་སྒྲ་གདངས་ལ་འགྱུར་བ་འགྲོ་གི་རེད་བརྡ་དོན་ལ་འགྱུར་བ་འགྲོ་གི་རེད་ཐ་སྙད་ལ་འགྱུར་བ་འགྲོ་གི་རེད་བརྡ་སྤྲོད་ལ་འགྱུར་བ་འགྲོ་གི་རེད། ངས་གསུངས་བ་སྐད་གདངས་ཀྱི་གྲུབ་ཆ་འགྱུར་བ་ག་རེ་ག་རེ་དང་ག་རེ་འགྲོ་གི་འདུག་ཟེར་ད་དེ་རིང་ས་ཉིན་ང་ཚོས་སྒྲ་གདངས་ལ་འགྱུར་བ་འགྲོ་གི་ཡོད་པ་དེ་གསལ་བོ་ཅིག་ཧ་གོ་གི་ཡོད་རེད་པ། ད་དེ་ང་ཚོས་སློབ་གསོ་ཡིས་རྒྱག་གི་ཡོད་རེད། བརྡ་དོན་ལ་འགྱུར་བ་འགྲོ་གི་ཡོད་པ་དེ་གཅིག་སློབ་སྦྱོང་བྱེད་མཁན་དེ་གས་དེ་མ་གཏོགས་ཧ་ཡིས་གོ་གི་ཡོད་མ་རེད། ཐ་སྙད་ལ་འགྱུར་བ་འགྲོ་གི་ཡོད་པ་དེ་ཧ་གོ་གི་ཡོད་རེད་བ། ད་ང་ཚོས་བྱ་ས་གཅིག་གི་གཅིག་གི་འདི་བོད་ཡིག་རེད་འདི་བོད་སྐད་རེད་འདི་བོད་སྐད་མ་རེད་ས་ང་ཚོས་བོད་དེ་བཙལ་བརྒྱབ་དྲ་ཐོག་ནས་བཙལ་བརྒྱབ་བསྡད་ཡ་དེ་གས་དེ་ཐ་སྙད་གི་འགྱུར་བ་དེ་གས་དེ་རེད་ཐ་སྙད་གི་འགྱུར་བ་དེ་གས་དེ་རེད། བརྡ་སྤྲོད་གི་འགྱུར་བ་དེ་ཆེད་ལས་བརྡ་སྤྲོད་ཞིབ་འཇུག་པ་གཅིག་ཡིན་མིན་ལ་མ་གཏོགས་བརྡ་སྤྲོད་ལ་འགྱུར་བ་འགྲོ་གི་ཡོད་པའི་ནང་ཚད་དེ་ཧ་གོ་ཐུབ་ཀྱི་མ་རེད། ང་ཚོས་བརྡ་སྤྲོད་ལ་འགྱུར་བ་ཆེན་པོ་ཕྱིན་པ་རེད། དཔེར་ན། ལྷར་བསྟོད་ཀྱི་བཀའ་བབས་ཡོད། དགོངས་བོ་ནོ་དོན། བཀའ་དྲིན་ཆེ། དགོངས་བོ་དོན་ནོ་བུ་མོ་རོ་ལོ་སོ་དོན་ལྷར་བསྟོད་རེད། ད་ག་ཟིག་ལབ་གི་ཡོད་རེད། དཔེ་དེ་རྩ་བ་སུམ་ཅུ་པ་ཀྲང་ཅེས་ལྷར་བསྟོད་འགྲེལ་བཤད་ཀྱང་གཅིག་གོ་གཉིས་སོ་གསུམ་མོ་བྱོ་ཟེར་ད་དཔེ་དེ་ལབ་གི་ཡོད་རེད། ད་བོད་དགེ་དེས་ད་ག་རང་ད་གཅིག་གོ་གཉིས་སོ་ཨ་ནི་ཁར་གཅིག་ནས་ལྷར་བསྟོད་ལབ་པ་རེད། ད་ད་ཁར་གཅིག་ནས་རེད་ཟེར་དེ་གང་བདག་སྤྲོ་ན་འགྱུར་བ་ཕྱིན་ཞེས་ཨ་རོ། དེ་རིང་ཟ་ཉལ་གཅིག་གོ་ལབ་དེ་ཨ་ནི་ཁ་ར་གོ་གོ་རང་མ་རེད།

ཡིན་པ་ཡིན་ན་སེམས་དཔའ་འདི་དེ་རིང་སང་ཉིན་ཡར་ཆགས་བྱ། དེ་རིང་སང་ཉིན་བོད་ནང་ལོག་པ་འོས་པ་དང་ཨ་མདོ་གཉིས་ཕུད་ཡོང་དེ་གང་སྐད་ཆ་བཤད་ཐུབ་གི་འདུག་བོད་སྐད་གང་སློབ་སྦྱོང་ཡོད་མཁན་དགེ་དེ་ང་ཡོད་པའི་ནི་སྐལ་པ་སློབ་སྦྱོང་ཡོད་མཁན་ཕར་བཞག་ཞོགས་པའི་དེ་ནི་ག་རེ་སློབ་སྦྱོང་བས་དེ་ཚིག་དེ་ཡོད་པ་ཡིན་ན་ཡི་གེ་གོ་ཡ་དེ་ཁག་པོ་ཞུ་བྱེད་རེད་ད་དེ་རིང་སང་ཉིན་ཧ་ལམ་དཀའ་ངལ་མེད་རྒྱུ་ཆགས་བྱ་དེ་རིང་སང་ཉིན་ཧ་ལམ་དཀའ་ངལ་མེད་རྒྱུ་ད་དེ་སྤྱི་ཚོགས་ཀྱི་འབྲེལ་འདྲིས་དང་སྒྲིབ་བཤེར་ད་གང་ལྟར་ཨ་ནི་ག་རེ་བརྙན་འཕྲིན་དང་འདི་འདྲའི་རྒྱལ་ལོ་མང་པོ་ཅིག་ཡི་གེ་སོ་སོར་བྱེད་ཡ་དེ་ད་ལྟ་ང་ཚོ་ཆིག་སྒྲིལ་བྱེད་ཡ་གི་ག་རེ་ཟེར་གོ་གི་རེད་གོ་ཐུབ་ཡ་གི།

ག་རེ་རེད་ཟེར་ཏེ་བོད་སྐད་ཀྱི་ལྟེ་བ་ལ་བཞག་ག་ཡིན་པ་ཡིན་ན་ད་ལྟ་ཡོད་དེ་ཡག་གི་བོད་སྐད་དེ་གི་ཉན་འབྲས་ཀྱི་སྐད་རེད། བྱས་ཙང་ཉན་ཚན་གྱི་སྐད་རེད་མ་གཏོགས་ཁྱིམ་ཚང་དེའི་སྐད་མ་རེད་ཟ་གི། ད་འདི་ཡང་གོ་ཡོང་དེ་གང་ལ་ཆ་ཚང་ཞིག་ད་ད་ལྟ་བོད་སྐད་གསལ་ཡོང་དེ་གང་ལ། ད་ཆབ་སྲིད་ཀྱི་ཆ་ནས་རེད་ངོ་གཉིས་བྲང་གཉིས་ད་ག་རེ་ཡིན་ནམ་ཞེས་ད་ཕོ་གསར་བ་དེ་ཁྱོ་ག་ཟེར་མ་ངེས་འཛིན་བྱེད་ཀྱི་ཡོད་རེད་སྤྱིར་བཏང་བྱས་ན་ཕོ་གསར་བ་དེ་ཧི་མ་ལ་ཡའི་རྒྱབ་མདའི་ཉོག་སྲིད་ཚོགས་པ་ངེས་འཛིན་བྱེད་དགོས་ཡག་གི་ཚུར་ལྟ་འདྲ་བོ་ཅིག་རེད་དེ་འདི་ད་ལྟ་ཡོང་གི་མི་འདུག་ད་ལོག་སྐད་གསར་བྱེད།